ཡང་དག་ལྷན་སྐྱེས་ཚང་མ་དགོང་མོ་དེ་ལས་ད་བོད་དུ་ལུས་རྡོ་ཡིག་མང་ཕྲ་རགས་ཆོད་སོང་ཡིན་ན་དགོངས་དག་སེ་ཞུ་ཞིང་བཅའ་འོས་འདུག་དེ་ནི་ལྷན་སྐྱེས་ཚང་མ་ལ་ཡང་ཕན་ཐོགས་སུ་མཐོང་ན་བསམ་ནི། དེ་ལ་མ་ཉམས་ལེན་གནང་མཁན་བརྒྱ་ལ་འཁྲུངས་ཞག་གཉིས་རིང་ལ་ད་འཁྲུངས་ལུས་དགོས་འདུག་དེ་ཁོ་སྟོང་དང་དགོས་ད་འོ་རེ་ཚིག་གོ་མི་དང་བཀྲ་མ་བཀྲ་ལུང་པའི་སྐལ་ལུགས་ལ་མི་ཆོས་ལུགས་འོང་འགྱོགས་ཀ་ད་ཚིག་གོ་ད།

ལྷ་དང་བླ་མའི་གདན་ས། བྱིན་རླབས་ཀྱི་ངག་འཕྲོ་བ། བོད་ཀྱི་རིག་གཞུང་ཉམས་པ་བླ་སྲོག་དང་མ་ཉམས་གོང་འཕེལ་ཡོང་བའི་ཆེད་དུ། དེ་ནི་འཁྲུངས་ཞག་ཉི་མ་ལྔའི་ཐོག་ཏུ། ཉི་མ་ལྔའང་མགྱོགས་ཀ་འོ་དེ་ཉིན་དང་པོ་དེ་ལ། དེ་ནི་རེ་ད་སྐྱབས་ལེགས་མོ་སེ་བྱས་ནས་བདག་སོགས་དག་རྒྱལ་ནོར་བུ་ལ། དེ་ནི་དར་སྐྱབས་ལན་མོ་སི་ཡིན་གཅིག་ཁེན་གཅིག་གྲྭ་འཁྲུངས་ལག་རེད་བཅོམ་པི་ཏེ་གཞན་འོད་སྣང་མེད་ན་འཁྲུངས་ལག་རེད་བཅོམ་དེ་ལ་འཁྲུངས་ལུགས་ཆད་རེད་འཇིགས་མེད་འཇིགས་གཏོང་དགའ་བྱས་ངོ་དང་པོའི་མི་སྐྱེ་འོ་དེ་ཁོ་ལ་འཁྲུངས་ཞག་དང་པོའི་འཁྲུངས་ལུགས་ལ་གང་བུ་ལི་ཏའི་ཟེར་ན་ཉི་མི་ག་ནི་ཕེབས་བོ་ཤ་སྐྱེས་ཆོས་ནི་ཕེབས་བྱུང་ཉི་མ་ཕེབས་བ་ཡག་བྱུང་འཛམ་གླིང་སྲབ་ཆུ་དྲོས་སོང་ཤིང་ཆེན་ག་ནི་ཕེབས་བོ་ལྷོ་ཡི་ཆོས་ནི་ཕེབས་བྱུང་ཤིང་ཆེན་ཕེབས་བ་ཡག་བྱུང་ཀ་བཞི་དུང་རྒྱལ་ཞང་འོད། ཆུ་མུད་ག་ནི་ཕེབས་བོ་ནུབ་ཀྱི་ཕྱོགས་ནི་ཕེབས་བྱུང་ཆུ་ཆེན་ཕེབས་པ་ཡག་བྱུང་ལོ་ཡི་རྩ་བ་ཚུགས་སོང་གཤེན་རྩིས་ག་ནི་ཕེབས་བོ་བྱང་གི་ཕྱོགས་ནི་ཕེབས་བྱུང་གཤེན་རྩ་ཕེབས་བ་ཡག་བྱུང་ཟས་ལ་གྲོམ་མཆོག་བཏོན་བྱུང་དཔོན་བཟང་ག་ནི་ཕེབས་བོ་དབུས་ཡི་ཕྱོགས་ནི་ཕེབས་བྱུང་དཔོན་བཟང་ཕེབས་བ་ཡག་བྱུང་ཞུ་རག་གི་མགོ་ཚུགས་སོང་ཟས་ཟས་ག་ཟིང་བོ། ད་དྲུང་ཞག་གཉིས་པ་དེ་ཐོག་ཐུ་རུ། དེ་ད་སྐྱབས་ལེགས་མོ་དེ་ལ་དེ་དྲུང་ལུ། ག་འདྲ་ཞིག་སྤུ་ནག་སོ་སོ།

མཆོད་པ་ཡང་མཆོད་ཡ་ལ་མཆོད་ཡང་མཆོད་དྲིན་ཆེན་ཕ་མིས་མཆོད་དྲིན་ཆེན་ཕ་མིས་མ་མཆོད་ན་གསོ་རིག་རྒྱབ་རྟེན་སུ་ཡིན་ནང་ཟེར་བྱས་ནས་མཆོད་པ་ཡང་མཆོད་དེ་སྤུན་ངོ། ཨོ་ད་དྲུང་ཤག་ལྔ་པའི་ཐོག་ཏུ་དེ་རྒྱལ་དཔོན་རྒྱ་ཕེབས་ཀྱོག་ག། ཨོ་དེ་ད་རྒྱབ་ལེན་མོ་ལ་དེ་ནི་མི་བ་ད་ད་ཁུན་ནི་གོ་ད་དཀའ་ཅོག་ཆི་ཀའི་སུམ་ཅུ་ལྔ་དུ་ཁོང་འདྲ་རེ་མི་འོང་རྒྱུ་མི་ད་ག་དེ་ཁུན་ནི་གོ། དེ་ནི་ད་རྒྱབ་ལེན་མོ་ལ་དེ་ནི་ཤ་ལ་རི་སྐྱ་རི་ཡི་རྩེ་མོ་ན།

ཤཱ་ལ་རི་སྐྱ་རི་ཡི་རྩ་བ་ན་ད་ལ་སྔོན་པོ་ཁ་བང་ཙམ་ཞིག་འདུག་ད་ལ་སྔོན་པོ་མ་རེད་དབྱུག་བྱ་རེད་དབྱུག་བྱ་གསུང་སྙན་སྒྲོག་བཞིན་ཞུ་འོས་ཟིག་ཟིག་བྱས་ནས་བཏང་བ་བྱས་ངོ་དེ་ལས་འགལ་ཚང་མ་ལ་བཀྲ་ཤིས་བདེ་ལེགས་དུ་ད་དོ་དབྱིངས་མང་ཁྲག་དག་ཆོས་སུ་ཡིན་ན་དགོངས་དག་ཟིག་ཞུ་བྱས་ཡིན་དེ་ནས་དོ་དབྱིངས་མཛེས་སྡུག་མཛེས་སྡུག་སྨྲ་ར་བ་ལ་ནི།